ལྷ་འདྲེ་དང། མིའི་པ་ར་ལ་དྲིལ་བ་ཆགས་མ་ཆགས་དེ། ཡིད་ཆེས་ལ་ཨེ་ལྟོས་གོས་ཟེར། ཡིད་ཆེས་དང། ད་རྣམ་རྟོག་ཟེར་ནམ་རེད་ད་ཡིད་ཆེས་རེད་ད། ཡིད་ཆེས་ཡོད་ན་དྲིལ་བ་དེ་ཆགས་ཐུབ་ཨེ། ཡིད་ཆེས་ཁྱོན་ནས་མེད་ན་དྲིལ་བ་དེ་ཞི་དྲག་མ་ཆགས་ཨེ། དེ་འདྲའི་སྐད་ཆ་དེ་འདྲའི་མང་པོ་ཡོང་བསྡད་ཀྱི་འདུག། ད་ལྟ་རྗེ་བཙུན་མི་ལའི་རྣམ་ཐར་ནང་ལོགས་ལ་དེ་འདྲའི་ཞིག་ཡོད་རེད། རྩ་བའི་རྗེ་བཙུན་མི་ལའི་རྣམ་ཐར་ནང་ལོགས་ལ་དེ་འདྲའི་ལྷ་འདྲེ་དེ་འདྲའི་སྐོར་མང་པོ་ཅིག་ཡོད་རེད། གཅིག་ལ་སྐབས་གཅིག་ལ་མཚམས་པ་གསུམ་ཙམ་ཞིག་བྱས། དཔལ་རི་ཁྲོད་རོལ་བ་དག་ཁོ་རང་དབེན་པ་ལ་གཅིག་པུ་ཞིག་བྱས། གཞན་དག་གཉིས་དེ་ནི་གྲོང་ལ་ཕྱིན་ཁོ་རང་གཅིག་པུ་བྱས་ཏེ་བལྟས་ཚེ་སེམས་ལ། ཨའོ་ད་ཅིག་གདོན་འདྲེ་འདྲ་བོ་ཞིག་སླེབས་མ་ཡོང་ཡ་བསམ་པའི་རྣམ་རྟོག་ཅིག་བལྟས་ཚེ་སྐྱེས་འདུག་ཨ། ལམ་སང་ཨ་ནི། ཁྱེད་ཀྱིས་ཁྱེད་རི་བའི་གངས་ཅན་གཅིག་ལ་སྤྲུལ་ནས་གངས་གཅིག་སླེ་འོང་ཅེས། ཨ་ནི་དེ་བརྗོད་ཅེས་གློད་རོགས་མ་བྱེད་པ་ཅེས་ཨ་ནི་གཞི་ནས་ད་དགོས་རོ་ཞེས་ནས་ཁྱེད་རང་ང་ལ་གནོད་པ་སྐྱེལ་དགོས་ཡ་ཡོད་མ་རེད་ང་དེ་ཆོས་བྱེད་དེ་ངན་གཅིག་རེད་ཨ་དེ་བྱུང་སྟེ་དེ་ཁྱེད་རང་གི་ཟོལ་རེད་ཁྱོད་རང་གི་རྣམ་རྟོག་དེ་གིས་ཨ་ནི་ང་དེ་ཡོང་དགོས་ཆགས་རེད་ཨོ་དེ་འདྲའི་དེ་ཡོད་རེད་རྣམ་རྟོག་གྲལ་རུ་ཤར་ཟིན་ནས། རྣམ་རྟོག་དེ་མང་པོ་བྱས་བྱས་དུས་ཨ་ནི། ལྷ་འདྲེ་དེ་ཚུར་དྲིལ་བ་བྱས་ཏེ་ཕན་པ་ཡིན་ན་གནོད་པ་ཡིན་ན་གཉིས་ཀ་བློ་ལ། ཕན་ཡིན་ནའི་ད་ཡིད་ཆེས་དེ་ཡོད་ན་ཕན་ཐོག་དེ་བས་བྱེད་ཡིད་ཆེས་མེད་ན་ཕན་ཡས་དེ་དྲི་ལྷོག་དེ་བྱེད་ཁག་པོ་བྱེད། གནོད་ཡས་ཡིན་ནའི་ང་ཚོ་རྣམ་རྟོག་དེ་ཤུགས་ཆེན་པོ་སླེས་ན་གནོད་ཡས་དེ་ལས་སླ་བ་བྱེད། རྣམ་རྟོག་དེ་ཞི་དྲག་མེད་ན་གནོད་ཡས་དེ་དཀའ་ལས་ཁག་ཁག་དེ་འདྲས་ཡོད་ས་རེད། ཨ་ནི་ཁ་ཤས་ད་ད་ད་མ་ཤི་ད་ད་ཁ་ཐུག་དྲི་ལྷོག་ད་ཡོད་མ་རེད་དེ། དོགས་འདྲེ་གི་གནོད་ཡས་ལས་ཡས་དེ་བཟོ། ཁ་ཤས་ཁ་ཤས་ནི་ཡོད་སྲིད་དོགས་འདྲེ་ལས་གནོད་ཡས་དེ་འདྲས། ཁ་ཤས་ང་རང་ཚོས་གི་དེ་བྱས་ཤར། མིག་གིས་ཕར་སྒྲོ་བཏགས་བཞག། དོང་གྲི་ཡོད་པ་ལ་ཆགས་བཞག་ནས་དོང་གྲི་ལབ་དུས་ལམ་སང་ཁོ་རང་ཅིག་གནོད་སྐྱེལ་ངེས་དེ་འདྲི་གས་ཁོ་ཡང་སེམས་ཅན་ཅི་རེད་བ། ཁོ་ཚང་མ་གནོད་སྐྱེལ་དེ་ངས་དུག་ཆ་དེ་འདྲི་གས་མ་རེད། ཚངས་པ་ཅིག་གིས་དཔེ་ཆ་ནང་བྲིས་ཡོད་རེད། ད་མ་ཤི་སོ་སོ་གཅིག་པུ་རི་ལ་བསྡད་དུས་ཏེས་ཏེ་ཡོང་མང་པོ་ཡོང་བསྡད་གི་ཚིག་དོག་དེ་འདྲི། བྱས་ཙང་ད་དེ་འདྲི་གི་སྐོར་ལ་སྐད་ཆ་ཞིག་དྲིས་ནས་ཨ་ནི་གལ་སྲིད་གཅིག་པུ་བསྡད་དུས་དེ་འདྲི་ལྷ་འདྲེ་དེ་འདྲི་དང་དེ་འདྲི་ལས་གི་རེད། ཞེ་སྣང་བྱེད་དགོས་མ་རེད། ལྷོད་ལྷོད་བྱས་ནས་ཞི་བ་བཅས་སྐད་ཆ་བཤད་དང་མཚམས་མཚམས་ལ་མི་ལས་ཁོང་ཚོ་ཡག་ག་འདུག། ཡིན་ནས་ད་གལ་ཆེ་བ་དེ་གར་སོང་ན་ཁོང་ཚོ་དེ་རླུང་ཚ་བོ་འདུག། གྱོག་པོ་གྱོག་པོ་རླུང་ལངས་ཀྱི་འདུག། མི་ལས་ཡག་ག་ཡོད་པ་ག་རེད་ཟེར་ན་ཁོང་ཚོའི་གི་སེམས་ལ་གཅིག་ཁ་ནས་གཅིག་ཁྱུད་ནས་གཅིག་གི་མི་འདུག། སེམས་ལ་གང་དྲན་པ་དེ་ཁ་ནས་ལབ་ཀྱི་འདུག། རྣམ་འགྱུར་དང་རྣམ་འགྱུར་ལ་ག་ཞིག་བསྟན། སེམས་ལ་གཅིག་དྲན་བྱེད་ཀྱི་འདུག་མིས་དེ་འདྲ་བྱེད་ཀྱི་འདུག་བྱས་ཙང་མི་ལས་ཡག་ག་འདུག།